འཕགས་པ་འདི་སྐབས་སུ་ལ་ཡ། དེ་ནས་ཁྲོ་བོ་རྟ་མཆོག་རོལ་པའི་གི་རྒྱུད་ཀྱི་ནང་ནས་གསུངས་པའི་རྟ་མགྲིན་འདི། གུ་རུ་རིན་པོ་ཆེ་དང་གཉིས་སུ་མེད་པ་རེད། ཁྲོ་བོའི་རྒྱལ་པོ་རྟ་མགྲིན་དང་གཅིག། རྡོ་རྗེ་གྲོ་ལུས་དང་གཉིས། གུ་རུ་རིན་པོ་ཆེ་གསུམ་འདི་གཅིག་པ་རེད། སོ་སོ་རྣམ་པ་སོ་སོ་རེད་མ་གཏོགས་ངོ་བོ་གཅིག་པ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་དུས་ད་ཁྲོ་བོའི་རྣམ་པ་སྟོན་དགོས་ཡ་དེ་ཡང་གཙོ་བོ་སྙིང་རྗེའི་ཕྱིར་ཁྲོས་པ་རེད་མ་གཏོགས་ང་རང་ཚོ་ཞེ་སྡང་རང་མཚན་དཔེ་གི་བློས་གི་ཁོང་ཁྲོ་ཟ་བའི་གི་དེ་སྐད་ཆ་མ་རེད་བ། དེ་འདྲ་ཡིན་དུས་སྙིང་རྗེའི་ཆེ་རེ་འཕྲོད་པ་སྙིང་རྗེའི་ཆེ་རེ་གཡོས་པ་སྙིང་རྗེ་གི་རླབས་ཤུགས་ཆེ་རུ་བསྐྱོད་ཡོང་དུས་ཁྲོ་བོའི་རྣམ་པར་རོལ་བ་ཡིན་ཅེས་ནས་དང་རྒྱུད་དེ་ཚོ་ནང་ལོགས་ལ་ཡ་བཞི་དང་ཁྲོ་བོ་བཞི་མ་ཁྲོ་གི་རྣམ་འགྱུར་དེ་ཚོ་སྟོན་སྟངས་ཀྱི་རྒྱུ་མཚན་དེ་ཚོ་སྤྲད་དེ། ལྷ་ཡི་སྐུ་ལ་བསྟོད་པ་གསུང་ལ་བསྟོད་པ་ཐུགས་ལ་བསྟོད་པ་རྣམ་འགྱུར་ལ་བསྟོད་པ་ཡོན་ཏན་ལ་བསྟོད་པ་ཆ་བྱད་ལ་བསྟོད་པ་མཚན་དང་དཔེ་བྱད་ལ་བསྟོད་པ་ལ་སོགས་པ་དེ་འདྲ་གི་ཅིག་གི་ལྷ་དང་བཞི་དང་ཁྲོ་བོའི་གི་བསྟོད་པ་དེ་ཚོ་ནང་ལོགས་ལ་གསལ་ཞིང་གསལ་བར་གསུངས་ཡོད་རེད་བ་དེ་ཚང་མས་མཁྱེན་གི་རེད། ད་གསལ་བཤད་དགོས་ཡ་མེད་པ་རེད། ལ་ལུང་མང་པོ་བརྒལ་ན་ཕན་ཐོག་མི་འདུག་ག་དེ་འདྲའི་ཡིན་ཚོད་དང། གཙོ་བོ་དེ་ང་ཚོ་འདི་ནང་ལ་གསུངས་པའི་དེ་གྲོལ་ཐུགས་ཆེན་པོ་ཐུགས་ཀྱི་རྩ་བ་གསུམ་གྱི་སྒྲུབ་ཐབས་སྙིང་པོ་འདི་ཡི་དམ་ཁྲོལ་བ་ལྟ་ཕྱོགས་རོལ་པའི་སྒྲུབ་ཐབས་འདི་གང་གི་ཆེད་དུ་རེད་ཟེར་བཤད་ཡོང་ཚོད་ཁ་ནང་དུ་བསྐོར་ནས་སྡང་རྩིང་འདི་འདུལ་བའི་ཆེད་དུ་རེད་ཟེར་ནས་ད་སྐད་ཆ་ལྡོག་ལྡོག་དེ་རེད། སྡང་རྩིང་འདི་བཏུལ་མ་ཐུབ་ན། ཇི་སྲིད་སྡང་རྩིང་འདི་ལ་ཡོད་ཀྱི་རིང་ལ་དེའི་དཔྱད་པའི་ལས་ཉོན་ཡོང་གི་ཡོད་རེད། དེའི་དཔྱད་པའི་རེད་དོ། སྒྲ་བརྙན་དགེ་འཛིན་པ་འཁོར་འདས་དགེ་འཛིན་པ་རེ་དོགས་ཀྱི་འདུ་ཤེས་དེ་གཅིག་ཐུག་ཡ་ཡོད་མ་རེད་དེ་འདྲ་ཡིན་དུ་ད་རྩ་བ་ཚུལ་ཁ་སྐོར་བྱས་ནས་བདག་ཏུ་འཛིན་པའི་གི་བློ་དེ་མ་རུངས་པ་རྒྱལ་འགོང་དམ་སྲི་ད་ཚང་མ་དེ་ཆགས་བསྡད་ཀྱི་ཡོད་པ་ཡིན་དུ་དེ་བཏུལ་བའི་ཆེད་དུ་ཁྲོ་བོའི་ཁྲོ་བོ་རྒྱལ་པོ་རྟ་མཆོག་རོལ་བའི་གི་རྣམ་པ་ལ་བཏོན་པ་རེད་བསམ་བྱས་ནས་དངོས་སུ་མ་རྟོགས་ན་ཡང་མོས་པ་ཡིད་ཆེས་ཙམ་བྱས་པ་ཡིན་ན་ཡང་ཕན་ཡོན་ཆེན་པོ་ཡོད་པ་དེ་རྒྱུད་ཀྱི་བཤད་པ་དེ་ཚོ་རྣམས་ལ་ཤེས་རག་ཡོད་པ་རེད་རེད་བ་འོ་དེ་འདྲ་ཡིན་དུ་དེ་ལྟ་བུ་ཐུགས་ལ་བཞག་ནས་ད། དེའི་ནང་ནས་ད་དེང་སང་དེ་རི་སང་ཟེར་བའི་སྐབས་སོགས་ན་དམིགས་བསལ་གང་ཡང་མ་རེད་ད་མི་ཐམས་ཅད་ང་ཚོའི་ཟེར་བའི་སྐབས་སོགས་དུས་སྡུག་པོ་རེད་ཟེར་བ་ལ་དུས་ལ་སྡུག་ཡ་གང་ཡོང་མ་རེད་དབྱར་དགུན་སྟོན་དཔྱིད་ནི་གཅིག་པ་རེད་བ་སྔ་དྲོ་ཕྱི་དྲོ་ནི་གཅིག་པ་རེད་ཚ་གྲང་ནི་གཅིག་པ་རེད་ད་དུས་སྡུག་ཡ་ཡོང་མ་རེད་ལོ་ན་ཚོད་སྡུག་པ་རེད་བསམ་ན་བསམ་མོ་བཏང་བཏང་སྡུག་ཡོང་བ་རེད་ད་བསམ་མོ་བཏང་བཏང་སྟེ་མ་ཤེས་ཡོང་དུ་འདུ་ཤེས་ཕྱིན་ཅི་ལོག་པ་ཁ་ཚང། འཇམ་པའི་སེམས་ཆོས་ཀྱི་ཀློང་དེར་འདུ་ཤེས་ཀུན་གྱི་དོན་སྤངས་ཤིང་རྣམ་ཤེས་བཏོན་ནས་འགོག་པར་བྱེད། འདུ་ཤེས་དང་རྣམ་ཤེས་ཚད་འཛིན་བདེན་འཛིན་གྱི་བློ། མ་རུངས་དཔེ་གྱི་བློ་དེ་ཚོ་འདྲེས་ཏེ་ཤུགས་ཆེ་རུ་ཆེ་རུ་ཆེ་རུ་འགྲོ་ཡོང་དུས་ང་ཚོ། དེ་ནི་དུས་སྙིགས་མ་ཟེར་མིང་བཏགས་པ་རེད་བ། དུས་སྙིགས་མ་སེམས་ཅན་སྙིགས་མ་ཟེར་མིང་དེ་བཏགས་པ་རེད་མ་གཏོགས་དུས་ཁོ་རང་ལ་སྙིགས་འགྲོ་ཡ་གང་ཡང་ཡོད་མ་རེད་དེ་འདྲ་ཡིན་དུས་ད་དེ་འདྲའི་གཅིག་གི་སྐབས་སུ་ལ་ཡི་དམ་དྲག་པོ་རྟ་མཆོག་རོལ་པ་འདི་སྒྲུབ་ཀྱི་ཡིན་ན། གྲུབ་མཐའ་ཉེ་བ་རེད། གྲུབ་མཐའ་ཉེ་བ་ཡིན་ཚུལ་བསམ་པ་ན་སྒྲུབ་བཤད་ན་ལྡང་ཚིག་འདིས་མ་བཅོམ་ཐུབ་ཀྱི་རེད། ལྡང་ཚིག་བཅོམ་ཐུབ་ན་ལྡང་ཚིག་དེས་དྲངས་པའི་ནས་གནོད་པ་བར་ཆད་དང་གདོན་འབྱུང་པོ་ཚང་མ་དེ་ཤུགས་ཀྱིས་ངང་གིས་ཞི་འགྲོ་བ་རེད། འབད་རྩོལ་མང་པོ་བསྟོད་མ་གོ་བ། དེ་མེད་ན་ད། རྐང་གླིང་བཏང་ན་ཨི་དྲག་རག་དུང་བཏང་ན་ཨི་དྲག་རེད་བ། དེ་ནས་ཧ་ཧ་དང་ཧི་ཧི་ཧུང་ཧུང་དང་ཕེ་ཕེ་རྒྱོབ་རྒྱོབ་སོད་སོད་ཟེར། དེ་གུ་གུལ་ཉོ་དགོས་ཀྱི་འདུག་ཡུངས་ཀར་ཉོ་དགོས་ཀྱི་འདུག་ད། འགྲོ་སོང་ཆེན་པོ་རེད་བ།

ཐུགས་ཀྱིས་གཉོར་གྱི་ཡོད་ཟེར་ཁོ་རང་ཞལ་བཞེས་གནང་བ་རེད་བ། དེ་ཞལ་བཞེས་གནང་བ་རེད་ཟེར་བསྡད་བསྡད་པས་འགྲིག་ཡོད་མ་རེད་ཞལ་བཞེས་དེ་དུས་ལ་སྨིན་དགོས་རེད། དེ་ཡིན་དུས་རང་བཞིན་དུས་བབ་ཀྱི་རྟེན་འབྲེལ་ཟེར་ཡ་དེ་ནུས་པ་ཆེན་པོ་རེད་རང་བཞིན་དུས་བབ་ཟེར་དུས། རྒྱལ་བ་སྲས་དང་བཅས་པའི་གི་ལྷག་བའི་ལྷ་ཡི་ཐུགས་རྗེ། ང་རང་གི་དད་པ་དང་མོས་གུས་དང་ཉམས་ལེན། ཨ་ནི། འོ། ཆོས་ཉིད་བདེན་པའི་གི་སྟོབས་དེ་གསུམ་འཛོམས་ན། བསྟན་ན་ནུས་པ་ལེགས་ཀྱི་རེད་རེ་རེ་བ་དང་ཕྱོགས་རེ་བ་སོང་བ་ཡིན་ན་ཡོང་གི་ཡོད་མ་རེད་དེ་གསུམ་འཛོམས་དགོས་ཀྱི་ཡོད་རེད་ཐུགས་རྗེའི་བྱིན་རླབས་རང་གི་དད་པ། དེ་གཉིས་ཚུལ་འཛོམས་ཡ་ལ་དེ་ནི་བདེན་པའི་སྟོབས། ཆོས་ཉིད་བདེན་པའི་སྟོབས་དེ་གསུམ་དེ་འཛོམས་ན་དངོས་གྲུབ་འགྲུབ་གི་རེད་ལ་འབྲས་བུ་ཐོབ་གི་རེད་གསུང་བ་རེད། དུས་ཆེན་སྤྱི་དང་ཁིག་ཞོག་ཟེར་གྱི་ཡོད་རེད་རོ། དབང་གནང་ཚར་བའི་སྐབས་སུ་ལ་གཅིག་བུད་དགོས་ཀྱི་འདུག་བ། ཡིད་སྐོར་ར་ཞིག་བྱས་ནས་བུད་དགོས་ཀྱི་འདུག་ད་དེ་བསམ་བློ་བཏང་བཏང་བྱས་པ་རེད། བླ་མ་དབང་བསྐུར་མཁན་དེ་ཡག་པོ་ཡོད་པ་ཡིན་ན་ནི་ཁྱེད་རང་ཚོས་དེ་ཕུལ་བ་ཡིན་ན་ཕན་ཡོན་ཡོད་རེད། དེ་ནི་བླ་མ་ཁོ་རང་དང་པོ་ནས་ཇི་ལྟར་གཏམ་པ་ཟེར་དུས་ནས་དེ་རིང་ག་ཚོད་སྤྲད་ཡོང་ན་བསམ་བསྡད་དེ་འགན་ཞིག་ཡོད་པ་ཡིན་ན་དེ་ནི་ཕུལ་བ་ཡིན་ན་དཔེ་ཆ་འཕྲོག་ལ་རེད། འོ་ཐུགས་ཟེར་འགྲོ་སྟངས་དེ་ད་ཡིན་ན་མགོ་སྒུར་གི་འདུག་བ་འདི་ལ་ཡང་ལག་པ་སྟོང་པ་བྱས་ན་ཕྱི་ལམ་འཇུག་གི་མ་རེད་སོང་ཤག་དེ་འདྲ་ཡིན་དུས་ལག་པ་གཅིག་མགོ་སྒུར་གི་ཡོད་ས་རེད་ལྷ་དང་བཅས་པའི་ཆ་མཐུན་དུ་ལྷ་ཡི་མེ་ཏོག་ཆུན་པོ་རེ་ཆགས་འདུག་སོང་ཤག་ཨ་ཁ་མི་བོད་ར་ཧུང་དང། དེ་གྲོགས་པོ་རེད་དེ་མ་འོ་དང་འོ་དང། མ་མོ་འདྲ་མ་མོ་འདྲ་ཨ་བྷི་ཁེ་ཛ་ཨ་འོ་ད་ད་ད་འགྲིག་རེད་འདི་མ་མོ་འདྲ་ཨ་བྷི་ཁེ་ཛ་ཨ་འོ་སྤྱིར་ཐང་མ་ཤེས་འདི་ཚོ་གལ་ཆེན་པོ་རེད་ཁ་སར་ལྟེ་བ་ལ་གཏུག་ཟེར་དུས་ལྟེ་བ་ལ་གཏུག། རེ་བ། དེ་སྙིང་གར་གཏུགས་ཟེར་དུས་སྙིང་གར་གཏུགས་མ། ལྟེ་བ་ཟེར་དུས་སྙིང་གར་གཏུགས་སྙིང་གར་ལྟེ་བར་གཏུགས་ན་དེ་ཡང་དེའི་དབང་དེ་ཏག་ཏག་ཅིག་དེ་བསྡད་ཀྱི་ཡོད་མ་རེད་ཅི་ལྟར་འགོ་ད་དོན་དག་ཐོག་ལ་བསམ་བློ་བཏང་ཐུབ་ན་འདྲ་མ་ཐུབ་ན་འདྲ་ཀོ། དེ་རྫས་དང་དོན་རྫས་དོན་འབྲེལ་བ་ཡོད་པ་ཡིན་དུས་དེ་ནི་གཙོ་བོ་དེ་ནང་གི་ཏིང་ངེ་འཛིན་གྱི་སྟོབས་ཀྱིས་རྫས་དེ་དེ་དོན་དམ་པའི་གལ་བྱིན་རླབས་ལ་ཡར་འཕར་འགྱུར་ཐུབ་དགོས་ཀྱི་ཡོད་རེད་བ། དེ་ཡིན་དུས་དེང་རི་དེ་ཡིན་ན་ཡང་ད་ཅི་དགོས་རང་བཞིན་གྱི་རྟེན་འབྲེལ་གྱི་དེ་ཡོང་དུས་དགོས་ཡག་རེད་ལྟེ་བའི་གཏུམ་མོ་འབར་བའི་མེས་ལྟེ་བར་གཏུག་དགོས་ཡག་དེ་ལྟེ་བའི་གཏུམ་མོ་འབར་བའི་མེས་སྤྱི་བོར་ཧམ་ལས་བྱང་སེམས་གཡོ་ད་དེ་ཨ་ཧམ་འབར་འཛག་གི་ཐོག་ནས་ཤེས་ཀྱི་ཡོད་རེད་པ་རྒྱུ་འབྲས་དགའ་བའི་རིམ་པ་ཡིན་ལྷན་ཅིག་བདེ་སྟོང་ཉམས་མྱོང་དགའ་ད་དེ་ནས་མ་སྟོང་པ་བཞི་མ་ནས་ཡག་ད་ནས་དགའ་བ་མཆོག་དགའ། ཆེད་དགའ་དགའ་བྲལ་ཟེར། ད་རྫོགས་ཆེན་སྐབས་ལ་ཡིན་ན་དགའ་བྲལ་རེད། ད་འདིའི་སྐབས་སུ་ཕྱག་ཆེན་དང་འབྲེལ་བ་ཡོད་པ་ཡིན་དུ་དགའ་བ། ཆོ་ག། ཆེད་དགའ་དེ་ནི་ལྷན་ཅིག་སྐྱེས་དགའ་དེ་ཕྱག་ཆེན་ཆེན་པོ་ཡོད་ཀྱི་གནས་ལུགས་གླེང་གི་ཡོད་རེད་ད་དེ་ངོས་འཛིན་བྱེད་སྟངས་དགའ་བ་ཞིག་ངོས་འཛིན་བྱེད་སྟངས་དེ་ལ། དེ་ཁྱད་པར་འགྲོ་གི་ཡོད་རེད། ད་ད་ལྟ་འདིའི་སྐབས་སུ་ལ་ལྷན་ཅིག་ཕྱག་ཆེན་ཆེན་པོ་དེ་ཞི་བ་གླེང་གི་ཡོད་རེད་ཡིན་པའི་རྒྱུ་མཚན་དེ་ད་ཚིག་ཁོ་རང་ནང་ལོགས་ལ་ཡ་དེ་ནི། ལྟེ་བའི་གཏུམ་མོ་འབར་བའི་མི་སྐྱེས་ཧཱུྃ་ཧཱུྃ་ལས་བྱང་སེམས་ཡོད་རྒུ་འབྲེལ་གབ། ལྷན་སྐྱེས་བདེ་སྟོང་ཉམས་མྱོང་བྱུར། ལྷན་སྐྱེས་བདེ་སྟོང་དེ་ལྷན་སྐྱེས་ཕྱག་རྒྱ་ཆེན་པོ་ཞི་བ་དེ་ཡོང་གི་ཡོད་རེད། དབང། ད་ལྟ་དེ་དགའ་བ་མཆོག་དགའ་ཆེ་དགའ་དགའ་བྲལ་དང་སྟོང་པ་ཆེན་པོ་གཉིས་དེ་མཉམ་དུ་ཡོང་དུས། དེ་ནས་དེ་ལས་སྐྱེས་པའི་ལྟ་རྟོག་པ། ལྷན་སྐྱེས་བདེ་བའི་ཉམས་མྱོང་བདེ་བ་ཆེན་པོ་ལྷན་ཅིག་སྐྱེས་པའི་ཡེ་ཤེས་དེ། ད་ནས་དབང་ཞེས་པ་ཚིག་དབང་རིན་པོ་ཆེ་དེ་ལ་བརྟེན་ནས་ཡོང་གི་ཡོད་རེད་དེ། རིག་སྟོང་དབྱེར་མེད་ཟེར་དབང་ཁོ་རང་གི་ཐ་སྙད་ལ། ཞི་བའི་སྐབས་སོགས་ལ་རིག་སྟོང་དབྱེར་མེད་མིང་བཏགས་ཀྱི་ཡོད་རེད། ད་ཡིན་ན་ཡང་སྐབས་དང་འབྲེལ་བ་ཡོད་པ་དེ་སོ་སོའི་དབྱེ་བ་སོ་སོས་ཕྱེས་བཤད་དགོས་ཀྱི་རེད་དེ་མ་བྱས་ན་ཡང་རྣམ་པ་ཀུན་ཏུ་རིག་སྟོང་དབྱེར་མེད་ཟེར་ན་འགྲིག་གི་ཡོད་མ་རེད་དེ་འདྲ་ཡིན་དུས། ད་སྔགས་ཕྱི་ནང་གི་ཁྱད་པར། ད་ག་ན་ཞིག་གི་རྒྱུད་ལ་ཡིན་ན་ཕ་མ་གཉིས་མེད་སོ་སོ་སོ་སོ་གི་ངོས་འཛིན་བྱེད་སྟངས་དེ་ད་རྣལ་འབྱོར་བླ་མེད་ཀྱི་རྒྱུད་ལ་མགོ་འཁྲུག་པོ་ཡོད་རེད། ཡིན་ན་ཡང་ད་ཐུན་མོང་དུ། ད་ལྟ་འདིའི་སྐབས་སུ་ལྷན་སྐྱེས་བདེ་བའི་ཉམས་མྱོང་ཟེར་ཡ་དེ་མ་ལུས་ཀྱི་རྒྱུད་སྡེ་ཐམས་ཅད་ཀྱི་མཐར་ཐུག་དེ་ལྷན་སྐྱེས་བདེ་བའི་ཉམས་མྱོང་ནས་བཞག་གི་ཡོད་པ་རེད་ཕག་མོ་ཡིན་ན་རེད་སྡེབ་ཆོག་ཡིན་ན་རེད་དགྱེས་རྡོར་ཡིན་ན་རེད་མ་ཧཱ་མ་ཡ་གསང་བ་འདུས་པ་སྒྱུ་འཕྲུལ་རྟ་ག་རེ་ཡིན་ན་ཡང་གསང་བ་འདུས་པ་དེ་ཚོ་ཚང་མ་དེ་མ་རྒྱུད་ཀྱི་རྒྱུད་སྡེ་ཡོངས་ནས་བཟུང་དེ་ལ་ལྷན་སྐྱེས་སྐྱེས་པའི་ད་ལྟ་འདིའི་ལྷན་སྐྱེས་བདེ་བའི་ཉམས་མྱོང་དེ་བཞག་གི་ཡོད་པ་རེད་མ་གཏོགས་དགའ་བྲལ་ཟེར་ཡ་འདྲ་བོ་དང་རིག་སྟོང་ཟེར་ཡ་ཐིག་རིག་བེད་སྤྱོད་བཏང་གི་ཡོད་མ་རེད། ཡིན་ན་ཡང་དོན་གྱི་ཆ་ནས་འགལ་བ་ཡོད་མ་རེད་ད་ཡིན་ན་ཡང་དེ་ཞེ་དྲག་གལ་ཆེན་པོ་རེད་སློབ་མའི་བླ་མ་ལ་ངོ་སྤྲོད་པའི་སྐབས་སུ་ཉམས་མྱོང་གི་ཐོག་ནས་ཐ་སྙད་ཡང་དམིགས་བསལ་སྦྱར་ནས་བཏོན་ཡོང་དུས་དེ་ལ་བརྟེན་ནས་ཉམས་དཔྱད་ཡོད་གསུང་གི་ཡོད་རེད་མ་གཏོགས་དེ་ག་ཙང་སྙན་ངག་མཁན་པོས་ཀྱི་ཐ་སྙད་བཟོས་པ་འདྲ་པོ་རྩ་བ་ནས་མ་རེད་དེ་འདྲ་ཡིན་དུས་སློབ་མའི་ཀྱི་སློབ་མ་བླ་མའི་སློབ་མ་ཁྲིད་ཡོང་དུས་ཉམས་མྱོང་ཉམས་མྱོང་གི་ཐོག་ལས་ཐ་སྙད་དེ་ག་འདྲ་ཞིག་སྦྱར་ནས་ངོ་སྤྲོད་དགོས་ས་རེད་བལྟས་ཏེ་བླ་མ་ཁོ་རང་ཉམས་མྱོང་སྔོན་དུ་འགྲོ་ནས་ནས་སློབ་མ་སྐྱོང་ཤེས་ན་ཐ་སྙད་དེ་གི་སྟེང་ནས་ངོ་སྤྲོད་ཡོང་ཐུབ་ཀྱི་ཡོད་རེད། དེ་ཅུང་མ་ཤེས་ན་བླ་མ་རང་ཉིད་ཉམས་མྱོང་མེད་ན་ཨེ་ནས་སློབ་མ་ལ་ཐ་སྙད་ག་རེ་བེད་སྤྱོད་བཏང་པ་ཡིན་ན་ཡང་ཐ་སྙད་དེ་ལ་བརྟེན་ནས་དེ་ནས་གཅིག་གི་རྟེན་འབྲེལ་གྱི་ནུས་པ་རྒྱུད་ལ་སྐྱེ་ཐུབ་ཡ་མེད་པ་ཡིན་དུས་ད་དེ་བྱེད་པར་འགྲོ་གི་ཡོད་ས་རེད་ད་དེ་ཚོ་སྐད་ཆ་མང་པོ་རེད་ད་དེ་རེད་གཙོ་བོ་དེ་མ་ལུག་གི་རྒྱུད་སྡེ་དེ་ཚོ་རེད་ད་བཀའ་རྒྱུད་ང་ཚོའི་དེ་ཚོ་ནང་ན་ཞེ་དྲག་གི་གསལ་ཞིང་གསལ་བ་ཡོད་རེད་ཁྲིད་ཡིན་ན། བླ་མའི་ཐུགས། ཐོག་མ་དང་ཐ་མ་མེད་པའི་བྱང་ཆུབ་སེམས་ཟེར་ཡ་དེ་ཆགས་བསྡད་ཀྱི་ཡོད་རེད། མཐོང་ཐབས་མེད་པའི་རྡོ་རྗེ་སེམས་དཔའ་ཟེར་དེ་དང་བླ་མའི་ཐུགས་དེ་གཉིས་དེ་ཐ་སྙད་སོ་སོར་མ་གཏོགས་དོན་དག་གཅིག་པ་རེད་མཐོང་ཐབས་མེད་པའི། ཐོག་མ་དང་ཐ་མ་མེད་པའི་བྱང་ཆུབ་ཀྱི་སེམས་དེ་རེད་འོ་ན་དེ་ག་འདྲ་ཅི་ཡོད་རེད་ཟེར་ན། རྡོ་རྗེ་ལྟ་བུ་ནམ་མཁའི་དཀྱིལ་ལྟ་བུ་ཡིན་ཟེར་ནས་དཔེ་དེ་བཞག་ཡོད་རེད་རྡོ་རྗེ་ལྟ་བུ་ཟེར་བའི་སྐབས་སོགས་ལ། དེ་ནི། མི་འགྱུར་བ། མི་ཤིགས་པ། བརྟན་པ། ཐོགས་པ་མེད་པ། སོ་སོའི་སྐྱེ་བོའི་གནས་སྐབས་དེ་སོང་སྟེ་བྱང་ཆུབ་སེམས་དཔའི་གནས་སྐབས་དེ་ནས་ཡང་བསྐྱེད་སངས་རྒྱས་འཕགས་པའི་གནས་སྐབས་བར་དུ་ལ་ལམ་གྱི་ཡོན་ཏན་གོང་འཕེལ་དུ་འགྲོ་ན་ཡང། གོང་འཕེལ་དུ་སོང་ན་ཡང། གནས་ལུགས་ཁོ་རང་སྟོང་ལ་གཤིས་ཁོ་རང་ཚོ་ལ་འགྱུར་བ་མེད་པ་ཅིག་ཡོང་སྡད་ཀྱི་ཡོད་པ་ཡིན་དུས་དེ་ལ་རྡོ་རྗེ་ལྟ་བུ། དེ་འདྲས་ཀྱི་རྡོ་རྗེ་ལྟ་བུ་དེ་དབྱིངས་ཟད་པ་མེད་པའི་ཡོན་ཏན་ཆ་ནས་ནམ་མཁའ་ལྟ་བུ། སངས་རྒྱས། ནམ་མཁའ་མཐོང་ཞེས་སེམས་ཅན་ཚིག་ཏུ་རབ་བརྗོད་པ། ནམ་མཁའ་ཇི་ལྟར་མཐོང་ཞེས་དོན་འདི་བརྟག་པར་བྱེད། དེ་ལྟར་ཆོས་མཐོང་བ་ཡང་དེ་བཞིན་གཤེགས་པས་ཏེ་མཐོང་བ་དཔེ་བཞིན་བྱས་ནས་གཉེར་བར་ནུས་མ་ཡིན་ཟེར་ནས་ཤེར་པ་ཉིད་ཤེར་ཀྱི་བར་དུ་བྱེད་མི་དང་གཟུང་ཡོར་བའོ་དང་ནམ་མཁའ་ལྟ་བུ་ཟེར་ཡང་དེ་རེད་དེ་ལ་བརྟེན་ནས་ད་ལྟ་འདི་སྐབས་སུ་བླ་མའི་ཐུགས་དང་རང་གི་སེམས་བླ་མའི་ཐུགས་འདི་ཐོག་མཐའ་མེད་པའི་བྱང་ཆུབ་ཀྱི་སེམས་ཡིན་པ། དེ་ཡང་མི་འགྱུར་བ་མི་ཤིགས་པ་རྡོ་རྗེ་ལྟ་བུ་ཡིན་པ། དབྱིངས་ཟད་པ་མེད་པའི་ཡོན་ཏན་རྒྱ་ཆེ་ལ་ཚད་མེད་པ་ཡིན་པའི་ཆ་ནས་ནམ་མཁའི་དཀྱིལ་ལྟ་བུ་ངོས་བཟུང་དུ་བྲ་བ། འོ་ད་དེ་འདྲ་དེ་ང་ལ་མཉམ་པར་བཞག་ན་དོན་དམ་པའི་གི་བླ་མ་དེ་རང་སེམས་ལ་གོ་གི་ཡོད་རེད། དོན་དམ་པའི་བླ་མ་དེ་རང་སེམས་ལ་གོ་གི་ཡོད་རེད་ཟེར་བའི་སྐབས་སོགས་ལ་རང་གི་སེམས་ཉིད་ཡེ་ནས་དག་པ། འཁོར་འདས་ཀྱི་སྐྱོན་སྣང་ཡོད་ན་གང་གིས་ཀྱང་གཤིས་ལ་མ་གུས་པའི་གནས་ཚུལ་དེ་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་རྒྱུད་དང་སངས་རྒྱས་སེམས་དཔའ་སངས་རྒྱས་འཕགས་པའི་གེགས་ཆེན་པ་གཉིས་ལ་ཆད་པ་མེད་པ་རེད། གཤིས་ལ་དག་ཡིན་ན་ཡང་རྣམ་པ་ཐོག་ནས་བལྟས་ནས་ལམ་གྱི་ཡོན་ཏན་མངོན་དུ་བྱས་ཐུབ་མ་ཐུབ་ལ་བལྟས་ནས་སངས་རྒྱས་དང་སེམས་ཅན་གཉིས་ཀྱི་གནས་སྐབས་གཉིས་དབྱེ་བ་ཕྱེ་གི་ཡོད་རེད་བ། འོ་དེ་འདྲ་ཡིན་དུས་ད་དེ་འདྲས་དེ་རང་གི་སེམས་ཀྱི་གནས་ལུགས་རེད་དེ། བླ་མེད་ཀྱི་ག་རེ་བཏོན་ཡོད་རེད་ཟེར་ན། ཁྱོད་རང་གི་སེམས་དེ་མཐའ་དང་དབུས་མེད་པ་རེད། ངོས་བཟུང་དང་བྲལ་བ་རེད། འཁོར་འདས་ཀྱི་ཆོས་ཐམས་ཅད་ལ། བཟང་ངན་དང་བདེ་སྡུག་མཐོ་དམན་མེད་པར་ཁྱབ་སྟེ་ཡོད་རེད། འཁོར་འདས་ཀྱི་ཆོས་ཐམས་ཅད་དེ་དེ་ཡི་ཀློང་དུ་ཆུབ་སྟེ་ཡོད་རེད། མཉམ་པར་བཞག་ན་ཉམས་སུ་མྱོང་ཐུབ་ཀྱི་རེད། ཐ་སྙད་དང་ཚིག་དང་ལུང་རིགས་ཀྱི་ཐོག་ལ་བསམ་བློ་བཏང་ན་བརྗོད་བྱ་མཚོན་ཐུབ་ཀྱི་མ་རེད། རྩ་བ་ཆོད་པའི་སེམས་ཉིད་ནམ་མཁའ་འདྲ། བརྗོད་དུ་མེད་པའི་ཡིད་ལ་མི་བྱ་སྟེ། ཐ་མལ་ཞེས་པ་རང་ལུགས་གཉུག་མ་ལ་བཅོས་མའི་དམིགས་པ་དག་གིས་མ་ལྷད་པའི་རང་བཞིན་དག་པའི་སེམས་ལ་བཅོས་མི་གོ་ཟེར་ཡག་དེ་ལྟར་དུ་བ་ནང་ལ་འདུག་ག། ཐ་མལ་ཤེས་པ་ཟེར་ཏེ་ཅི་དང། རྒྱུད་ཀྱི། ད་ལྟ་འདི། རྒྱ་གར་གྱི་གསུང་དེ་ཚོ་ཚང་མ་ནང་ལ་ཡོད་རེད་དོ་ཨ་ནང་ལ། ཡིན་ནའི་དེ་རྩལ་དུ་སྟོན་མཁན་དེ་དྭགས་པོ་རིན་པོ་ཆེ་ཆགས་བསྡད་ཀྱི་ཡོད་རེད། ཐ་མལ་ཤེས་པ་ཟེར་དེ་མ་བཅོས་པའི་ཤེས་པ། བཅོས་མ་མ་ཡིན་པའི་ཤེས་པ། རང་བཞིན་གྱི་ཤེས་པ་གཉུག་མའི་ཤེས་པ་སོ་མའི་ཤེས་པ་བབ་ཅིག་ཤིས་པ་ཤེས་པ། ད་དེ་ལ་བཅོས་མའི་དམིགས་པ་དག་གིས་མ་ལྷད་པས་ཟེར་བཤད་ཡོང་དུས། ད་ཚེ་འཛིན་གྲྭ་ར་མང་པོ་ཡོད་རེད་དཔེར་ན་སྔགས་ཀྱི་སྐབས་སུ་ཡིན་ན་རིམ་གཉིས་ཀྱི་རྣལ་འབྱོར་གྱི་ཏིང་འཛིན་ལ་བརྩོན་བརྩོན་གྱི་ཡོད་རེད་དེ་ཡིན་ན་ཡང་དེ་ཚོའི་གྲས་ལ་ཡ་མཚན་ཆེ་ཕྲ་མོ་གི་རྟོགས་པ་ཞུགས་ཡོང་དུས་ད་ནི་བསྐྱེད་རྫོགས་ཀྱི་ཡོན་ཏན་རྒྱུད་ལ་སྐྱེ་མ་ཐུབ་པ་རེད་དེ་མ་བྱས་ཡོང་ན་ད་ནི་ཚེ་འཛིན་གྱི་རྟོགས་པ་ཕྲ་མོས་བསྐྱིངས་ཡོང་བ་རེད། དེ་བསྐྱིངས་ན་སྐྱོན་ག་རེ་ཡོད་ཟེར་ན་དེ་ཡི་ནང་ནས་གཉུག་མའི་ཡེ་ཤེས་རྙེད་ཀྱི་མ་རེད། དེ་ལ་བརྟེན་ནས་ཐ་མ་ཞེས་པ་རང་ལུགས་གཉུག་མ་ལ་ཟེར་དུ་ངང་གིས་བཞག་སོང་བ་རེད་སེམས་དེ་ངང་གིས་བཞག། ཡག་ཏུ་རེ་བ་དང་ཉེས་སུ་དོགས་པ་མ་བྱེད། ལྷོད་ཀྱིས་བཞག། དེ་ལ་བཅོས་སྒྱུར་མ་བྱེད་སོང་བ་རེད། ད་ལྟ་བར་དུ་ང་ཚོ་བཅོས་སྒྱུར་བྱས་ནས་སྐྱོན་དེ་ཡོང་གི་ཡོད་རེད། དཔེ་ཆ་ཞིག་བལྟས་པ་ཡིན་ན་ཡང་བཅོས་སྒྱུར་རེད། སྒོམ་ཅིག་བརྒྱབ་པ་ཡིན་ན་ཡང་བཅོས་མའི་སྒོམ་བྱེད་ཀྱི་ཡོད་རེད། དེ་འདྲ་ཡིན་དུས་བཅོས་མའི་སྒོམ་དང་བཅོས་མའི་གེགས་ཏེ་གནད་གཅིག་གི་ཚེ་འཛིན་གྱི་འདུ་ཤེས་དེ་གིས་སྒོམ་གཉུག་མ་ལ་སྒྲིབ་སོང་བར་བ། དེ་འདྲ་ཡིན་དུས་ད་མན་ངག་གི་ལུགས་ལ་བཅོས་མའི་དམིགས་པ་དག་གིས་མ་ལྷད་པ་ཟེར་དུས་བཅོས་མའི་དམིགས་པ་ཕྲ་རགས་དེ་ཚོ་གི་སེམས་ལ་མ་ལྷད་ཟེར་ཡོང་དུས་ལྷད་མ་ལྷད་དེ་རང་ལ་རང་དབང་ཡོད་བར་བ། ང་ཚོས་སྒོམ་ག་ཚད་ཅིག་བརྒྱབ་པ་ཡིན་ན་ཡང་རེ་དོགས་གཉིད་ཀྱི་རྣམ་རྟོག་ཅིག་ཡོད་ཡོད་པ་རེད། དེ་ཡོད་ཡོང་དུས་སྒོམ་གནད་དུ་མ་འགྲོ་བ་རེད། ད་མན་ངག་གི་ལུགས་དང་འདི་འདྲ་བོའི་ས་ངག་རྡོ་རྗེ་ཐེག་པའི་གི་དབང་བཞི་ཡི་རིམ་པ་མཐར་ཐུག་དབང་གསུམ་གོང་དུ་སོང་ནས་དབང་གསུམ་གྱི་དོན་དག་དེ་བཞི་པའི་ངོ་སྤྲོད་ལ་སླེབས་ཡོང་དུས་དེའི་སྐབས་སུ་ལ། ཐ་མལ་ཞེས་པ་རང་ལུགས་གཉུག་མ་ལ་སྐྱོན་མེད་དམིགས་པ་དག་གིས་མ་ལྷད་པས་སུ་དུ་མ་ལྷད་ནས་ཞོག་ཟེར། པཱ་ཧཱ་གུ་ཡིས་རྣམ་དབྱེ་དྲུག་པ་འབྲེལ་སྒྲ་རྒྱག་ཡོད་རེད་མ་སླེབས་པས། རང་བཞིན་དག་པའི་སེམས་ལ་ཟེར་ཡོད་འདུག་རང་བཞིན་དག་པའི་སེམས་ལ་བཅོས་མའི་དམིགས་པ་གིས་གོས་ཡོད་མ་རེད། དེ་འདྲ་ཡིན་དུས་བཅོས་མའི་དམིགས་པ་དག་གིས་མ་སླེབས་པས་རང་བཞིན་དག་པའི་སེམས་ལ་ཟེར་བའི་སྐབས་སུ་གཞི་ཡི་ཡོན་ཏན་དེ་བཤད་སོང་བ། བཅོས་མའི་གོས་ཟེར་བའི་སྐབས་སུ་ལ་ལམ་གྱི། གཅིག་གི་སྐྱོན་དང་ཡོན་ཏན་ལ་སོགས་པ་དེ་འདྲའི་གི་གཅིག་གི་ཚད་མའི་གི་དམིགས་པ་མ་གོས་པ་བྱས་དགོས་ཀྱི་རེད་གསུང་གི་ཡོད་རེད། རྩ་བ། ག་རེ་ཟེར་ན་དེ་ནི་ཚིག་རྐང་དང་པོ་དེ་ཡག་འགྲོ་བར་དང། རྩ་བ། ཆོས་པའི་སེམས་ཉིད་ནམ་མཁའ་འདྲ་ཟེར་དེ་དང། ཤོ་ལོ་ཀ་ཁོ་རང་ལ་དང་པོ་རྩ་བ། ཆོས་པའི་སེམས་ཉིད་ནམ་མཁའ་འདྲ། བརྗོད་དུ་མེད་པའི་ཡིད་ལ་མི་བྱ་སྟེ། ཐ་མལ་ཤེས་པ་རང་ལུགས་གཉུག་མ་ལ་སྐྱོན་མེད་དམིགས་པ་དག་གིས་མ་ལྷད་པའི་རང་བཞིན་དག་པའི་སེམས་ལ་སྐྱོན་མི་དགོ་ཟེར་རང་བཞིན་དག་པའི་སེམས་ལ་སྐྱོན་མི་དགོ་ཟེར་ཡ་དེ་ལམ་གྱི་འབད་རྩོལ་གྱི་ཉམས་སུ་ལེན་སྟངས་ཀྱི་རིམ་པ་བཤད་པ་རེད། མི་དགོས་པའི་རྒྱུ་མཚན་དེ་ག་རེ་ཟེར་ན་ད་སྒྲུབ་བྱེད་དེ་ཚིག་དང་པོ་དེ་ཡོང་གོ་ཡོད་རེད། ག་རེ་ཟེར་ན་རྩ་བ་ཆོད་པ་ཟེར་ཏེ། རྩ་བ་ཆོད་ཟེར་དུས་རྩ་བ་དང་བྲལ་བ་ཆགས་བསྡད་ཡོད་རེད་ཟེར་སེམས་ཉིད་རྩ་བ་དང་བྲལ་བ། རྩ་བྲལ་སེམས་ཀྱི་གནས་ལུགས་རྟོགས་པའི་ཀུན་ས་ཞིག་པ་རྡོ་རྗེ་སེམས་ཟེར་རོ་དང་རྡོ་བྷ་སྐོར་གྱི་དེ་ཚོ་རྣམས་ལ་མང་པོ་ཡོད་རེད། ཨོ། ད་ད་ལྟ་དེ་ངས་ཞུ་གོ་ཡ་དེ། ཨོ། ཚིག་འདི་རྣམས་ལ་ཡ། ངོ་སྤྲོད་ཀྱི་ནང་ལ་ལྷན་ཚིག་ཞེས་པ་དབང་ཞེས་པ་དེ་ལྷན་སྐྱེས་བདེ་བའི་ཉམས་མྱོང་དང་བླ་མའི་ཐུགས་དང་རང་གི་སེམས་སུ་ཐུགས་དང་ཟེར་དུས་བླ་མའི་ཐུགས་ཕར་བཞག་རང་གི་སེམས་ཚུར་བཞག་དེ་གཉིས་ཆུ་དང་འོ་མ་བསྲེས་པ་ལྟ་བུ་རྒྱར་གོ་རེད་ཟེར་གསུང་གི་ཡོད་མ་རེད། དོན་དམ་པའི་གནས་ལུགས་ལ་རང་གི་སེམས་ཉིད་དང་དོན་དམ་པའི་བླ་མའི་ཐུགས་གཉིས་དབྱེར་མེད་རེད་ཟེར་དང་པོ་གཉིས་ནས། ཡིན་ན་ཡང་ཡིན་པར་མ་བྱས་པའི་དབང་གིས་ནི་རྩ་ལས་རོལ་པར་ཤར་བས་འཁྲུལ་རྟོག་ལ་རྒྱས་སོ་སོགས་ནས་འཁྲུལ་བ་རེད། དང། དབང་བཞི། དང་པོ་བུམ་དབང། སྣང་སྟོང་དབྱེར་མེད་གཉིས་པ་ས་དབང། ས་སྟོང་དབྱེར་མེད་གསུམ་པ། ཤེས་རབ་ཀྱི་དབང་ལ། འདི་ནི་བདེ་སྟོང་དབྱེར་མེད། དེ་གསུམ་གྱི་དོན་མཐར་ཐུག་པ་དེ་ཚིག་དབང་རིན་པོ་ཆེ་ལ་ངོ་སྤྲོད་ཀྱི་ཡོད་པ་ཡིན་པས་སྐབས་དེ་ལ་ཐུན་མོང་གི་སྔགས་ཀྱི་སྐབས་སོགས་ལ་རྒྱུད་ཀྱི་སྐབས་སུ་རིག་སྟོང་དབྱེར་མེད་ཟེར་ངོ་སྤྲོད་ཡ་དང་ཕྱག་ཆ་ཆེན་པོའི་སྐབས་སོགས་ལ་ལྷན་ཅིག་སྐྱེས་པའི་དགའ་བ་ཟེར་ཡ་དེ་ལྷན་ཅིག་སྐྱེས་དགེ་དགེའི་ཕྱག་ཆ་ཆེན་པོ་གྱི་ཉམས་ལེན་ཏེ། དེ་ནས་བླ་མའི་ཐུགས་རེ་དེ་ཡོད་རེད་རང་གི་སེམས་དེ་ཕྱག་དེ་ཡོད་རེད་དེའི་དོན་དམ་པ་ལ་ཡེ་ནས་དབྱེར་མེད་པ་ཡིན་པ་ལ་ཡིན་པའི་ངང་དུ་དེ་ལ་མཉམ་པར་བཞག་གསུངས་པའི་སྐབས་སུ་རྩ་བ་བརྗོད་པའི་སེམས་ཉིད་ནམ་མཁའ་འདྲ་ཟེར་ཡ་དེ་གཅིག་པ་ལུང་གི་རུ་བ་འོ་དེ་རེད་ད། ང་སོ་ད་དེ་ངོ་སྤྲོད་མདོར་བསྡུས་ཅིག་ཞུས་པ་ཡིན་ཏེ་ཞུ་དགོས་ཀྱི་རུ་བ།